ཡ། རྒྱུ་ལས། དེ་ནས་ཆོས་ཀྱི་བགྲོ་གླེང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལམ་རྒྱས་ཚང་མ་ལ་སྔ་དྲོ་བདེ་ལེགས་དང་རྒྱུ་ལས་བཞུགས་ཏེ་དེ་རིང་ང་དང་སློབ་ཚན་པོ་སྒོ་ཟུག་ཤུན། ལྷར་བཅས་སུ་སྟོན་པ་སངས་རྒྱས་ཀུན་གྱི་ངོ་སོ་བརྒྱད་ཁྲི་བཞི་སྟོང་དམ་ཆོས་འབྱུང་བའི་ན་བཟའ། འཕགས་ཚོགས་ཀུན་གྱི་དབུས་ན་ལྷང་ངེ་བ་དྲིན་ཅན་བླ་མ་རྣམས་ལ་ཕྱག་འཚལ་ལོ། དེ་ནས་སོང་པ་སང་ན་ད་དང་ནང་ཙོགས་ལ་དེ་ནས་ག་ང་དང་ཨ་ཀྱ་ཧྲ་ལག་ལེན་སོ་དུན་མེད་དེ་ནས་སློབ་ཚན་བི་ན་ཤུན་འཇིག་ཡོང་ན་དེ་ནས་ག་ད་ང་དང་བཞག་མ་མང་པོ་ཞིག་ན་ཕ་ལ་གཉིས་པར་ཇེ་སྟོབས་དུ་རྐེན་ངན་ལམ་དུ་ཁྱེར་བ་ཟིར་ཁན་པོ་ལ་སྲབ་ཅེར་རྣམ་པ་བཞིས་བསྒོས་ཏེ་དེ་ནས་མི་སྡོད་པ་ལམ་དུ་ཁྱེར་བ་བཟོད་དཀའ་ལམ་དུ་ཁྱེར་བ་འཇུར་སྒུལ་ལམ་དུ་ཁྱེར་བ་ཆགས་སྡང་ལམ་དུ་ཁྱེར་བ་ཟེར་དེ་སྐོར་ལ་ང་དང་ཤུན་འཇིག་དང་ཡོང་སྟེ་ལོག། དེ་ནའང་མི་སྡོད་པར་ལམ་དུ་ཁྱེར་བ་ལ་ཟབ་ཆོས་རྣམ་པ་བཞིར་དགོས་ཏེ་དེས་དཀོར་པོ་བཞུ་ཚར། དེ་ནས་བཟོད་དཀའ་ལམ་དུ་ཁྱེར་བ་དེ་ལ་ཡང་སྣང་བ་ཟབ་ཆོས་རྣམ་པ་གཉིས་དགོས་ཏེ་དེས་དཀོར་བང་བཞུ་ཚར། ད་དི་རིང། དེ་ནས་ག་ཧ་ཁྱེད་དེ་ན་ང་དང་འཇུར་དགུད་ལམ་དུ་ཁྱེར་བ་གཟེར་ཁམ་བིས་དཀོར་ལ་ཨི་ནི་བཞུ་བྱ་ནུ་ཧ་ལས། གསུངས་པ་ས་ན་ད་གསུམ་པ་འཇུར་དགུད་གཉིས་ལམ་དུ་ཁྱེར་བ་ལ་ཨི་ནི་རྒུད་པ་ལམ་དུ་ཁྱེར་བ་དང་འཇོར་བ་ལམ་དུ་ཁྱེར་བ་ཟབ་ཆོས་རྣམ་པ་གཉིས་ཡོད་པས་ནའང། ད་དེ་རིང་དང་པོ་བཞུ་བཅས་ནོ་ག་ཁེ་དེ་ནང་རྒུད་པ་ལམ་དུ་ཁྱེར་བ་ཟེར་ག་འདུག་ཧ་ལས་སོང་པ་ས་ན་ད་རྒུད་པ་ལམ་དུ་ཁྱེར་བ་ལ་དེ་ནས་ག་དངུལ་བཅུ་བརྒྱ་ཧྲས་ཐོག་མེད་བཟང་པོས་དེ་ནས་ག་ལག་ལེན་སོ་བདུན་མེད་ནའང་ཨེ་ནས་རྩ་བའི་ནང་ཅི་གསུངས་ཟེར་འདུག་བཞུད་ན་འཚོ་བའི་ཕོངས་ཤིང་རྟག་ཏུ་མི་ཡི་གཉེས་ཚབ་ཅན་ན་དང་བདུན་གྱིས་བཏབ་ཀྱང་སླར་འགྲོ་ཀུན་བསྡིགས་འདུག་བདག་ལ་ལན་བྱེད་ཅིང། བཞོན་པ་མེད་པ་རྒྱལ་ཧྲལ་ལག་ལེན་ཨིན་གསུངས་ཚུལ་འདུག་ཨ་ལེ། གསུངས་པ་བསམ་ན་ད་རྒུད་པ་ལམ་དུ་ཁྱེར་བ་ཞུས་ན་ཡང་མདོར་བསྡུ་ན། ཨེ་ད་ང་དང་ཧ་ལས་ག། ག་ཟུག་ན་སྟངས་སྐྱོ་མོ་ཞིག་ཡ་མེད་ན་ག་ཟུང་སྡུག་བསྔལ་དྲག་པོ་ཞིག་ཡ་མེད་ན་ནད་ན་ཚ་ལ་སོགས་པ་ཡིན་ན་ཟོ་ང་དང་ནོར་ལོངས་སྤྱོད་ལ་སོགས་པ་ཅི་ཞིག་དགོས་ན་ང་དང་ག་ཟུག་ཉམས་ཐག་པོ་ཞིག་གྱུར་ན་ཡང་ཨོ་དེ་ན་སྐབས་ན་ཨེ་ནས་ག་སེམས་ཤུགས་ཆགས་ཏེ་མ་འདུག་ཨ་ཨོ་དེ་ཚང་མ་ཡང་ཁེར་དེ་ནང་ཨོ་དེ་ནས་ག་ཆོས། ཨེ་ནས་བསྒྲུབ་བྱ་ཆོས་རྣམ་པར་དག་པ་བསྒྲུབ་བྱ་ཚེ་འཆར་ཀའི་རྣམས་ཨེ་ནས་ལམ་དུ་ཁྱེར་ཁ་ཁྱེར་བྱེད་པོ་ལ་ཅི་བྱུང་བ་ནོ། འབྱོར་རྒུད་ལམ་དུ་ཁྱེར་བ་གཞོན་ནོ། ཨེ་ནས་སྔར་གྱི་རྒྱལ་སྲས་བྱང་ཆུབ་སེམས་དཔའ་དང་བཀའ་གདམས་པའི་བླ་མ་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་མང་པོ་ཞིག་རྐང་བཙུགས་ཏེ་མིག་ནང་ཨེ་ནས་རང་ཉིད་ཕྱུག་པོ་མ་བཅོ་ཨ་ཧ་ལས་རང་ཉིད་ཉམ་ཆུང་སྐྱོ་བོ་ནས་དང་ཧ་ལས་ད་རྡོར་དུ་ན་མ་ན་ང་དང་གཙང་ཁ་ནས་ཨེ་ནས་དགའ་ཁྱེད་དེ་ནང་ད་ག་གེ་དེ་ན་དེ་ནས་ག་ག་ཏུལ་བཞུགས་སྤོ་གེ་དེ་ན་ཁོང་ཨིས་ཨེ་ནས་བཟུང་ཨ་བཟུང་ཨ་ཛ་དེ་བཀྱག། ད་དེ་ག་ན་ཕན་ཏོག་སྤྱི་ཨེ་བཀྱག་ཟེར་ན་ཨོ་ད་ཨོ་གཟུགས་ཤིག་ཅོ་ཉན་ན། ཨེ་ནས་དེ་ག་ན་ཆོས་སྤོ་གེ་དེ་ན་བདེན་པའི་སྤུ་བརྟག་པོ་ཞིག་དང། ཨེ་ནས་མི་ཨེ་ངོ་ཨ་ལྟ་མི་དགོས་ཤེས། མི་ལ་དུད་རྡོང་ཨ་ལྟ་མི་དགོས་ཤེས། ཨེ་ནས་མི་ནང་པ་ལ་ཡོད་རྒུ་ཕྲ་མ་བཅོ་མི་དགོས་ཤེས། ཨེ་ནས་མི་ལ་རྫུན་ཕྲ་མ་དེ་ནས་ཧམ་པ། ཨོ་ད་ཨི་གཟུགས་ཡིན་དེ་ནས་ག་ལ་ངན་པ་མང་པོ་ཞིག་སྨྲ་ན་དེ་ག་ན་རང་བཞིན་གྱི་གགས་ཆད་བཀྱག། གསུངས་པ་བསམ་ན་བདེན་པས་དགའ། སྔར་གྱི་ང་དང་དེ་ནས་བཀའ་གདམས་པའི་བླ་མ་སྐྱེས་བུ་དམ་པ་ཚང་མ། ད་བདེན་པས་དགའ་གལ་ཏེ་ན། ད་ང་དང་ཟེར་ན་མ་ན་གཙང་ཁཱན་རང་བཅོས་ཏེ་བཞུགས་སུ་འདུག་ཨ་ལས། དཔེར་ན་ང་དང་དགའ། བདེན་པ་བོད་གངས་ཅན་དགེ་ལྗོངས་ལ་ང་དང་ཆོས་ལུགས་རིགས་གསུམ་མ་མཆིས་པས་ད་ཚང་མས་དགའ། ང་དང་རི་བྲག་གྲུབ་ཐོབ། ཚ་བཟུང་ས། ཡང་ན་ཆོས་པ་ཚ་བཟུང་ས་ཨེ་ནས་རྗེ་བཙུན་མི་ལ་རལ་པ་རིན་པོ་ཆེ་ཞུ་བ་ནོ་ཨེ་ནས་རྗེ་བཙུན་མི་ལ་རལ་པ་རིན་པོ་ཆེ་བསྟན་པའི་རང་ཧ་ལས་ཐ་ན་བཟུང་སྟེ་མ་ན་ཁོ་རང་ཨ་ད་དོན་སྐྱེ་སའི་རིགས་མ་ན་ཅང་མེད་པ་བྲག་ཕུག་ཅིག་གི་ནང་རྫ་མེག་ནང་བསྡད་ན་བཟའ་ཚོ་ཅིག་མིན་ཅང་མེད་གན་ཆོས་དེ་ཡང་མེད་ན་སྟ་ནི་འདི་གཟུགས་མཐུན་རྐྱེན་འཛོམས་པོ་ཅང་མེད་པ་ཡི་ནང་ཆོས་ཚལ་དན་པོ་ཁོ་ང་སང་བཀྲ་ཨ་སུའང་སྐྱོན་མ་ཡན་འགྲོག་ཨ་ལས། གསུངས་པ་ས་ན་འོ་ད་ཚེ་གཅིག་ལུས་གཅིག་ལ་ཐ་ན་གསུངས་ཏེ་ཚེ་གཅིག་ལུས་གཅིག་ལ་སངས་རྒྱས་སུ་གོ་འཕང་ཐོབ་ཅེས་ཟེར་ཏེ་ཆོས་ཉམས་ལེན་པོ་ཁོ་ངའི་མཛའ་གཏོགས་བ་ལས་འོ་གསུངས་པ་ས་ན་ད་ང་ཏང་རྒུད་པ་ལམ་དུ་ཁྱེར་བ་ཟེར་སྐལ་པོ་འོ་དེ་སྐོར་ལ་ཡ་མེད་ན་ནི་ད་བསྡད་ན་ཡང་དགའ་ཧ་ཁྱེད་ལྟ་ན་གཞན་གྱི་སྡུག་བསྔལ་རང་གིས་ཏང་དུ་ལེན་བྱེད་འོ་ད་འོ་དེ་སྐོར་ལ་གཞུང་ཟེར་རོ་ད་བདག་ས་དེ་ག་ན་ང་ད་སྔར་རྩ་བའི་ནང་ལ་ཅི་གསུངས་ཟེར་འདུག་ཞུས་ན། འཚོ་བའི་ཕོངས་ཤིང་ཟན་པོ་ཅིག་འཚོ་བ་ཟེར་ན་ང་དང་བཟའ་བྱེད་དུང་བྱེད་དགོན་བྱེད་ཚང་མ་ལ་ང་དང་གཅིག་གྱུར་ང་དང་རང་ཨེ་ནི་མདོར་བསྡུ་ན་ཚེ་འཚོ་བྱེད་སའི་ཆ་རྐྱེན་ཨེ་ནི་ཚེ་འཚོ་བྱ་སའི་མཐུན་རྐྱེན་ཡིན་པ་བསམ་ན་འོ་དོ་ལ་འཚོ་བ་གཞོན་ནུ་འོ་ད་ང་དང་འཚོ་བ་བཟའ་རྒྱུ་འཐུང་རྒྱུ་དགོན་རྒྱུ་ཅང་དེ་ཙམ་ཞིག་མ་ན་ཅང་མེད་ན་ཡང་སོ་གཟུགས་མེད་གན་ཆགས་ན་ཡང་ཟེར་ཏེ་ནོག་ཕོངས་པ་ཟེར་ན་མེད་ཀན་སོང་པའམ་ཡ་མེད་ན་བདེ་ཧ་ལས་དགའ་ཁྱེད་ད་ནང་ཕུན་སུམ་ཚོགས་པ་མེད་ཀན་པོ་ལ་ང་ད་ཕོངས་པ་ཟེར་ཏེ། ཨོ་ད་དབུལ་ཞིང་ཕོངས་པ་ཟེར་ཡ་མེད་ན་དཔེར་ན་ང་ད་དབུལ་ཕོངས་ཟེར་ན་པོ་ཆུ་དབུལ་པོ་ཟེར་ན་བདེན་ནའང་ཧ་ལས་ཨོ་དགའ་ཁྱེད་ད་ནང་བཟའ་རྒྱུ་འཐུང་རྒྱུ་གོན་རྒྱུ་ལ་སོགས་པ་ཅང་མེད་ཀན་ཡོང་ལ་ང་ད་ཅི་བྱུང་དབུལ་པོ་བཞིན་ནོ། དོན་ལ་ང་དང་ཕོངས་པ་བཞིན་ནོ། འོ་ད་ང་དང་བཟའ་རྒྱུ་འཐུང་རྒྱུ་ཅང་མེད་གང་སོང་སྟེ་ང་དང་གཙང་ཁང་རང་ཆགས་ན་ཡང་འོ་ད་ཅི་སོང་སྟེ་ནོ་དབུལ་ཞིང་ཕོངས་པ་གྱུར་པ་སང་ནོ་དབུལ་ཞིང་ཕོངས་པ། འཚོ་བས་ཕོངས་ཤིང། རྟག་ཏུ་མི་གཉའས། ཨེ་ནི་འཚོ་བས་ཕོངས་ད་རང་ཉིད་བདེན་པ་དེ་ནས་ག་གཙང་ཁང་ཨེ་ནི་ག་ཉམ་ཆུང་ཉལ་བ་ཅན་ཆགས་སྟེ་ཡོད་ཨང་པོ་ཅིག་ད་དེ་ག་མི་ཚང་མ་ཟེར་ནས་ང་དང་སྣང་ཅུང་དང་ཟེར་མཐོང་ཅུང་དང་ཟེར་ཁྱད་གསོད་ཅུ་ཟེར་ཨེ་ནི་ཁྲེལ་ཏེ་ད་མི་འདྲ་མི་འདྲ་སྣ་ཚོགས་པ་ཞིག་ང་དང་ཡོང་ཨེ་ཀྱ་ཧ་ལས། ཨོ་ད་དེ་ནི་ཐུབ་ཚོད་བཏང་ག་ནི་ཡོང་ཨེ་ཀྱ་བང་ཡོད་བཤད་ག་ནི་ཡོང་ཨེ་ཀྱ་ཧམ་པ་བཤད་ག་ནི་ཡོང་ཨེ་ཀྱ་གོབ་སྐོར་བཏང་ག་ནི་ཡོང་ཨེ་ཀྱ་ཨོ་ད་ཨོ་གཟུགས་ཀ་གཟུགས་ཤིག་གྱུར་ན་ཡང་ནས་སྟངས་ག་གཟུགས་ཤིག་ཐབས་སྐྱོ་བོ་ཞིག་ཆགས་ན་ཡང་ཟེར་ནོ་འཚོ་བློས་ཕོངས་ཤིང་རྟག་ཏུ་མི་ཡི་གཉའ་ཟེ། ཨོ་མི་ཧྲཉ྄་བཅུ་ཙམ་ཞིག་ཤར་ན་ཡང། ཨོ་མི་ཧྲཉ྄། ཚབས་ཆེན་ད་རུང་དེའི་སྟེང་དུ་ཚབས་ཆེན་ན་དང། མདུན་གྱི་སྟབས་ཀྱང་སླར། ཨོ་དེ་ནས་དེའི་སྟེང་དུ་ད་སྔན་གྱི་སྔར་གྱི་རང་གི་དེ་ནས་ལ་སྔན་པས་དེ་ནས་ག་ཁྱེད་དེ་ནང་ཨོ་དེ་ནས་ག་སྒྲ་སྦུག་སྨིན་དེ་ཡོང་སྟེ། ཨེ་ནས་ག་ནད་ནད་ན་ཚ་དེ་ནས་ཚབས་ཆེན་མོ་ས་ལས་ད་ནད་ན་ཚ་ཙོག་པོ་འཇིགས་བཟུང་སྟེ། ཨེ་ནས་ནད་ན་ཚ་ཙོག་པོ་ཡོང་ཡོང་ག་ཞིག་ཨེ་གཟུགས་ན་སྐབས་ཅིག་ཤར་ན་ཡང། ཨེ་ནས་ད་དེ་ན་ཚོགས་ལ་ཡང་གདོན་གྱི་རྟ་བཟང་པོ་ཅིག་ཡང་མི་དང་མི་མ་ཡིན་གྱི་གནོད་པ་དང་ཨི་གཟུགས་ང་དང་ཡོངས་སྟེ་དབང་གིས་ཡང་ང་དང་ཅི་ན་སྟངས་ཀ་གཟུགས་ཤིག་སྐྱོ་མོ་ཞིག་དང་ད་གཟུགས་རྐང་ལག་སྐྱོན་ཤོར་ཅེས་ཨེ་ནས་དབང་པོ་ལ་སྐྱོན་ཤོར་ཅེས་ཨེ་ནས་གཟུགས་ལུས་པོ་ལ་དེ་ནས་ག་གེ་དེ་ན་གཟུགས་མོ་མི་ནས་སྣ་ཚོགས་པ་མི་འདྲ་མི་འདྲ་ཡོང་ཅེས་ཨོ་གཟུགས་ད་ང་དང་ཅི་དང་གནོད་པ་ཅི་དང་ཡོང་ཅེས་ཨོ་གཟུགས་ག་གཟུགས་ཤིག་གི་ཆ་ན་ཡང་ཟེར་དེ་རང། ད་ཨོ་དེ་ན་སྐབས་ཀྱི་ང་དང་ཤ་རེད་ན། ད་དེ་ན་སྐབས་པས་ན་ང་དང་ཨེ་ནི་ཨོ་དེ། ཚང་མ་ལམ་དུ་ཁྱེར་བྱ་ཟེར་ཐབས་ལམ་པོ་ཅི་ཡོད་ཀྱག་ཟེར་པོ་ཅིག་ཨོ། ད་དེ་ཡོག་པས་ག་ན་ཅི་གསུངས་སོ་ན་འགྲོ་ཀུན་གཟིགས་འདུག་བདག་ལ་ལན་བྱེད་ཅིང། ད་རུང་དེ་ག་སྣང་ན་ད་ང་དང་བསམ་བློ་ཅི་བཏང་དགོ་ཟེར་ནོག་ཟེར་ན་ཨོ། ད་བདག་ས་འདི་ཡོང་ག་ཚང་མ་ད། ཧ་ལས་ང་རང་ག་སྡུག་བསྔལ་ཅིག་ཡོང་ཟེར་ནོག་སྡུག་བསྔལ་ཡོང་བ་པོ་ཅིག་དེ་སྡུག་བསྔལ་བོ་ཤེས་དེ་ན་འདྲ་སྦུ་ཞིག་ཡིན་ནོག་ཧ་ལས། འགའ་གྲྭ་བུ་ཞིག་ཨིན་ཕྱིན་བཅར་ལ་ཁོ་བར་རྒྱུ་དང་རྐྱེན་ཅི་ག་བསྟན་དེ་མ་གཏོགས་ཡོང་བ་མེད་ཀྱང། ད་བདག་སའི་གྲྭ་བུ་འགའ་རུ་སྨིན་དེ་འགྲོ་ཟེར་ན་རང་གི་ལུས་ལ་ཡང་མེད་ན་རང་གི་སྟེང་དུ་སྨིན་དེ་ཡིན་པ་བསམ་ན་འོ་ད་འདི་ལ་སྐྱིད་ན་སྨིན་གྱི་གྲྭ་བུ་འགའ་བདག་ས་སྨིན་བཅས་པོ་ནི་འོ་ད་ང་རང་སྐྱེ་བ་སྔན་མ་ན་ལ་ཞིག་བསགས་ཏེ་ཡོད་དེ་ང་སྨིན་དེ་ནོ་མ་རྟོགས། གཞན་ཅིག་གིས་ལས་སྔན་པ་ཞིག་བསགས་ཏེ་དགྲ་སྦུས་ང་སྐྱིན་སྨིན་བྱས་པ་གི་དེ་ན་རྩ་བ་ཉིད་ན་ཡོ་ང་མ་ནོགས། ཅེས་ཟེར་ན་ལས་སྒྱུ་འདྲལ་ལ་བསླུ་བ་མེད་པ་ནོགས་ལས་སྒྱུ་འདྲལ་ལ་བསླུ་བ་ནོར་བ་མེད་པ་ནོགས་ལས་སྒྱུ་འདྲལ་ལ་འཁྲུལ་པ་མེད་པ་བསགས་ན་ལས་སྒྱུ་འདྲལ་པ་གི་དེ་ན་ཁོ་རང་ཁོ་རང་སྨིན་ན་ཏག་ཏག་ཏག་ཏག་ཅིག་མ་རྟོགས་སུའི་སྟེང་དུ་སྨིན་དགོས་ཤེ་དེ་ན་སྨིན་ན་ནོ་མ་རྟོགས། ཨེ་ནི་ལས་སྤོ་ང་དང་བསགས་དགྲ་སྦུས་གཞན་ཅིག་ག་སྨིན་ན་མེད། ཨོ་ལགས་བུ་གཞན་གྱི་གསར་སྒྲ་སྦུག་ང་དང་སྨིན་ནས་མེད་པ་བསམ་ན་ཨོ་ད་དེ་ག་ན་ཨེ་ནི་ཅི་གསུངས་ཟེར་ནོ་འོག་བཟང་པོ་ཅིག་སྔར་གྱི་དེ་ནི་ང་དང་ཡང་སགས་ཀ་ནི་ལགས་ཀྱི་ན་སྨིན་པོ་ཨོ་ད་ང་རང་ཡང་སྨིན་དེ་ནོག་སོང་པ་བསམ་ན་ཨོ་འདི་གཟུགས་ང་འདི་སྡུག་བསྔལ་མཚོ་ལྷོའི་ཕོངས་གཞན་གྱི་སྙབ་སྤྱོད་བྱེད། ཨོ་དེ་ནས་ཚབས་ཆེན་ན་དང་དོན་གྱི་བཀའ་གཟུགས་ཤིག་ཡིན་སྟབས་དེ་བཀའ་གཟུགས་ཤིག་སོག་པོ་ཞིག་ན་སྟངས་སོག་པོ་ཞིག་ཡོང་ན་ཡང་ང་རང་ཨ་ལགས་ང་ནི་འདྲ་སྦུག་ང་རང་ཨ་སྨིན་དེ་རུ་སོང་པ་ཟེར་ན་དུས་སྨོན་ནི་རྒྱ་ལ་སོང་ཅེས་ཟེར་ན་ང་རང་ཨ་སྐྱེ་བ་སྔན་མ་ན་སགས་པས་ཨེ་ནི་ལགས་སྔན་པ་ཚང་མ་བདག་ཨོ་ད་ལན་ང་ལགས་སྔན་པ་བདག་ཅག་སེ་གོ་སྐབས་ཅིག་ཐོབ་བསམ་ཀན་པོ་ཨེ་ནི་ང་དང་ཡོང་ཨ་ཡོང་ཡོང་ཨོ་གཟུགས་བསམ་བློ་བཏང་ཨེ་ན་ཨོ་ད་དེ་ག་ན་ཨེ་ནི་ང་དང་བཀའ་གཟུགས་ན་སྟངས་སོག་པོ་ཞིག་སང་ན་སེམས་ནང་ལ་སེམས་ཤུགས་མ་ཆག་ཨ་སེམས་ནང་ལ་སེམས་ཀྱི་ངར་བོ་མ་ཆག་ཨ་ཨེ་ནས་སེམས་ཀྱི་ཆོས་སྤྱོད་ཆོས་ཆོས་ཉམས་ལེན་སྤྱོད་གང་ཅིག་ཡིན་ན་ཨེ་ནས་ཨོ་དེ་ཆོས་ཉམས་ལེན་སྤྱོད་བྱ་པོ་ལ་གནོད་སྐྱོན་མ་ལས་པ་ཆོས་ཉམས་ལེན་པོ་ད་རུང་ན་ད་རུང་ཡར་རྒྱས་བྱེད་བྱ་སེར་རྒྱུ་རུ་བྱེད་ཀྱང་གསུངས་པ་སང་ན་སྔར་གྱི་རང་གི་ལ་སྔར་སྡིག་སྒྲིབ་པོ་བསགས་ཏེ་ཡོད་པ་ན་ཕར་ལ་རང་ཨ་སྨིན་དེ་ནོག་གཞན་གྱིས་བསགས་པ་ནི་ང་ཨ་སྨིན་ཨ་མ་ནོག་ངས་སགས་པ་ནས་གཞན་ལ་སྨིན་ན་མ་རོགས་སོང་བ་ཟ་ན་ང་རང་ཨེ་ལས་ཀི་ན་སྨིན་གི་འདྲ་སྦུག་ང་རང་ཨ་སྨིན་མ་རྒྱ་ལ་སོང་བསམ་ཏེ་བསམ་བློ་དང་པོ་གཅིག་ཨེ་ནས་ཡང་སེམས་ནང་ལ་རྒ་བ་དང་རྡེ་བ་དང་ཆོས་ཉམས་ལེན་ཀོང་དུ་ཕེག་བྱ་སེར་རྒྱུ་རུ་བྱེད་ཀྱང་ཨེ་ནས་དེར་མ་ཟད་ཨེ་ནས་ག་ང་དང་ཡང་བསམ་བློ་དང་བྱ་ཤི་བཞི་ཡོང་རོགས་སེམས་པོ་གཅིག་ཨོའི་འགྲོ་བ་སེམས་ཅན་གཞན་སུ་དང་སུ་ཞིག་གིས་ཧ་ལས་ལ་སྔ་སྡིག་སྒྲིབ་སྡིག་གཟུགས་ད་རུང་ང་སགས་སྐམ་པོ་དང་ང་རང་ཨ་སྨིན་པ་མ་ཟད་གཞན་གི་སྡུག་བསྔལ་ཅི་གཏོང་ཨང་གཞན་གི་དེ་ནས་ག། སྤྱི་སྟོང་དེ་རིགས་ཚབ་སྤྱི་སྟོང་ངའས་སྨིན་གོ་བཤད་ན་དེ་འང་ངའས་སྨིན་ཅིག་བསམ་ཏེ། ཨོ། ངའི་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱིས་ངའི་དོན་དག་ག་ལ་སྔན་པ་མང་པོ་བསགས་སྲིད་གསུངས་པ་ལྟར་ན་དེ་ལ་སྐྱིད་ན་སྨིན་པའང་ངའི་སྟེང་དུ་སྨིན་ཅིག། ག་ཅེས་ཟེར་ན་དཔེར་ན་ང་དང། སྐྱེ་བ་སྔ་མ་ཞིག། ཨེ་ནི་ག། ཁྱི་ཨ་སྐད་སྟེར་འགྲོ་དུད་འགྲོ་ཨ་སྐད་སྟེར་འགྲོ། ནི་བདག་ག་ཅི་སྐྱ་འཛངས་ལ་སྐད་སྟེར་འགྲོ་དཔེར་ན་ང་དང་སྐྱ་འཛངས་ལ་སྐད་བཙལ་ན་ང་དང་སྐྱ་འཛངས་ལ་སྐད་བསྲེ་ང་དང་སྐྱ་ནི་ཨ་མ་ཞིག་སྐྱ་ནི་ཨ་ཕ་ཞིག་ཨོ་ད་ཨོ་གཟུགས་རིས་མང་པོ་ཡོང་བ་བར་སོང་ན་ཨེ་ནི་ཁོས་ང་དེའི་དོན་དག་ག་ག་ལས་ཨོ་ང་དང་ཚོ་དེ་ནི་ཁོ་རང་ཕྲུ་གུ་ལ་བརྩེ་བའི་དབང་གིས་ང་དང་ཁོའི་ཕྲུ་གུ་གྱུར་ཏེ་བར་སོང་ན་བརྩེ་བས་ཨེ་ནི་ག་ང་དེའི་དོན་དག་ག་ཙམ་ཞིག་སེམས་ཅན་མ་སྲ་བརྐྱགས། བརྩམས་ཞེས་བཀའ་མངགས་བར་དོ་མ་སྐྱབས་སྐྱག། ཨོ་དེ་ལཱས་ཀྱི་ན་སྦིན་པོ་ཁོས་ངའི་དོན་དག་ཨ་སགས་པ་བསགས་ན་ངའི་ཨ་མ་ཅོ་ཡའི་ན་སྐབས་ལ་ངའི་དོན་དག་ཨ་སགས་པ་བསགས་ན་དེ་ངའི་ཨ་མ་ངོ་ནི་ལཱས་ཀྱི་ན་སྦིན་པོ་ཨ་ཁེ་དེ་ན་དོན་དག་ངའི་དོན་དག་ཨ་སགས་པ་བསགས་ན་དེ་ལཱས་ཀྱི་ན་སྦིན་པོ་ཨ་ངའི་སྟེང་དུ་སྨིན་དེ་ཡོང་བར་ཤོག་བསམ་སྟེ་བསམ་བློ་བཏང་ཆེས།

ག་ཁྱེད་ལྟས་ན་ཨོ། ངའི་དོན་དག་ཨ། ཡང་མིན་ན་ང་དང་སེམས་ཅན་མང་པོ་ཞིག་གི་དོན་དག་ཨོ་གཟུགས་ཀྱི་ལགས་ངས་སྡིག་སྒྲིབ་མང་པོ་ཞིག་བསགས་སྡོད་པ་བསམ། འདིའི་སྡུག་བསྔལ་ཚང་མ་ཁོང་ཨ་མ་སྨིན་ན། ངའི་སྟེང་དུ་སྨིན་པ་ཤོག་གཟན་པོ་གཅིག་ཨོ། ད་དེ་ནས་ག་ཁྱེད་ལྟས་ན་ཨོ། ད་ང་དང་ཨ་དེ་ནས་གཞན་གྱི་སྡུག་བསྔལ་ཨོ། རང་གི་སྟེང་དུ་ལེན་པ་ཨ་ཟེར་ན་ཨོ་སོང་པ་བསམ་ན། བདག་སང་ང་ཨི་བཟུ་མོ་ཡོང་ཀན་པོ་ད་རུང་ཨ་སང་མ་རིག་ཡོང་སྟེ་ཨོ། ད་རུང་ཨ་སང་ཆེ་རིག་ཡོང་སྟེ། ཨེ་ནི་འགྲོ་ཨ་སེམས་ཅན་གཞན་ཀུན་ནས་སྡུག་བསྔལ་མང་པོ་ཞིག་ངའི་སྟེང་དུ་སྨིན་ཏེ་ཡོང་ཨ་ཤོག་གསུངས་སྟེ་འདུག་ཨ་ལ། ད་འོ་དེ་སྨིན་ཅཱས་པ་གི་དེ་ན་ང་དང་ས་མ་ནོག་པ་དང་ཁོའི་ཆོས་སྤྱོད་གང་སྤྱོད་རུག་པ་ཆོས་སྤྱོད་ན་ཁོ་ལ་ནི་བཀྲ་མ་ཤིས་པ་དང་འདོད་མཁན་བདེན་པའི་ཆོས་སྤ་ཚལ་དང་དངུལ་ལ་བཀྲ་མ་ཤིས་པ་ཡོང་ན་འོ་ཟུག་གི་དེ་ནས་སྡུག་བསྔལ་ཡོང་ན་འོ་དུ་བུ་རྐྱེན་ངན་བར་ཆད་འདུག་ན་དུས་འོ་ཆོས་ལ་འཁུར་དེ་ཨེ་ནི་དུ་བ་སང་ད་རུང་བཀྲ་ག་ཆོས་ཉམས་ལེན་སྤུ་ཟྟ་ག་དང་རྒྱ་ལ་ཡོང་ང་བཀྱགས། འོ་གསུངས་པ་བསམ་ན་འོ་དེ་ཚང་མ་ལ་ང་དང་སེམས་མ་ཞུམ་པ་ཟེར་ཐོག་ཁ་ལ་འགྲོ་ཀུན་གཟིགས་འདུག་བདག་ལ་ལན་བྱེད་ཅིག་འགྲོ་བ་གཞན་ཀུན་གྱི་འོ་དེ་ནི་སྡིག་པ་དང་སྡུག་བསྔལ་ཚང་མ་རང་གི་སྟེང་དུ་འོ་སྨིན་པར་ཤོག་རང་གི་སྟེང་དུ་མྱོང་བར་ཤོག་ང་ལ་སྨིན་པར་ཤོག་ཁོང་ལ་མ་སྨིན་པར་ངའི་སྟེང་དུ་ཡོང་བར་ཤོག་བསམ་སྟེ་འོ་གཟུགས་བསམ་བློ་དང་པོ་གཅིག་འོ་དེ་ནི་ཀ་ད་ང་དང། ཨཱ་ལི་གཏོང་ལེན་གྱི་ཕྱིར་སྤོ་བོ་དུ་ནོ། བདག་གིས་དེ་གའི་གཞན་ལ་གཏོང་གཞན་གྱི་སྡུག་བསྔལ་དང། ཨོ་དེ་ནས་སྡིག་པ་རྣམས་རང་གི་སྟེང་དུ་སྨིན་བྱ་སའི་བསམ་བློ་དང་ན། ད་དེའི་སྔོན་ནས་ཀ་ན་གཏོང་ལེན་སྤྱོད་བྱ་སྤེ་ཀ་ན་ཨེ་ནི་ང་དང་ལྡན་པས། ཆོས་ཉམས་ལེན་སྤུ་བཏགས་ཨེ་ནི་ཆོས་ལ་བསམ་བློ་ང་དང་རྒྱ་ཆེ་རུ་བྱ་བྱས། ཨོ་སུ་ཀ་ད་ལྡན་པས་རང་ཁ་ཡོད་ལག་ཡོད་ཀྱི་ང་དང་ཕན་ཐོགས་རྒྱ་ཆེན་པོ་ཡོང་བ་ཀྱང། ཞུམ་པ་མེད་པར་རྒྱལ་ས་ཨོ་ད། ཨོ་སུ་ཀའི་སྡུག་བསྔལ་དང། ཧ་ལས་འཚོ་ཡས་ཕོངས་ཤིང་རྟག་ཏུ་མི་ཡི་སྙད་ཆོས་སྤྱོད་བྱ། ཟི་ནི་ཚབས་ཆེན་ནད་དང་གདོན་གྱི་བཀའ་ཟུག་ཞིག་གིས་བཏབ་ན་ཡང། འོ་དོད་ལ་སེམས་བཞུམ་སྟེ་མ་འདུག་སེམས་ཤུགས་ཆགས་སྟེ་མ་འདུག་སེམས་ཤུགས་འཕར་ཏེ་ད་རུང་གཞན་གྱི་སྡུག་བསྔལ་དང་དེ་ཚང་མ་ཡོད་ན་ངའི་སྟེང་དུ་སྨིན་པ་ཤོག་ཟེར་ཏེ་དཔེར་ན་ང་དང་བླ་མ་མཆོད་དཔོན་ཨ་ཡོད་ད་ལས། དེས་ན་རྗེ་བཙུན་བླ་མ་ཐུགས་རྗེ་ཅན། མ་གྱུར་འགྲོ་བའི་སྡིག་སྒྲིབ་སྡུག་བསྔལ་ཀུན། མ་ལུས་ད་ལྟར་བདག་ལགས་སྨིན་པ་དང་བདག་གིས་དེ་གས་གཞན་ལ་བཏང་བ་ཡིས་འགྲོ་ཀུན་བདེ་དང་ལྷན་པར་བྱིན་གྱིས་རློབས་ཟིན་ཅིག་ཨོ། ད་གའ་གཏོང་ལེན་ནི་ཉམས་ལེན་མཛད་དང་གཏོང་ལེན་སྒོམ་ལུགས་བསམ་བློ་བཏང་དང་བཏང་སྟངས་སྐོར་ལ་ཨོ་བླ་མ་ཆོས་དཔོན་ཨ་ཏིའོ་གསུངས་ཟེར་འདུག་བ་ལ་ཨོ། ད་དེ་ན་ཚོགས་ལ་སྔར་གྱི་དེ་ནས་ང་དང་ལྷ་དམ་པའི་བླ་མ། དགེ་བའི་བཤེས་གཉེན་རྣམས་ཀྱིས་ཨེ་ནས་བདེན་པའི་དྭོགས་གཟུགས་ཀྱི་དེ་ནས་ཀ་ལྷབ་བྱ་ཅི་དང་སྨྲ་མང་པོ་ད་བདེན་པའི་ཀ་དམ་པའི་བླ་མ་དགེ་བའི་བཤེས་གཉེན་རྣམས་ཀྱིས་ཨོ་ད་ང་དང་དྭོགས་གཟུགས་ཤིག་ཨེ་ནིང་ཆོས་ཉམས་ལེན་ན་ཛ་ད་རོག། ཨེ་ནས་བདེན་ན་ཙོག་ལ་ང་དང་དེ་ནས་ཆོས་སྤུ་སྟག་པོ་ཅོ་ག་ན་ཆོས་ཉམས་ལེན་ཚ་དང་དམ་པ་ཅོ་ག་ན་ཨོ་ལ་སྡུག་བསྔལ་ཙམ་ཞིག་སྨིན་ན་ཡང་དེ་ཚང་མ་ཨེ་ནས་བཀྲ་མི་ཤིས་པ་དང་ག་ཕོངས་པ་དང་དབུལ་ཞིང་ཙམ་ཞིག་ཀ་གཟུགས་ཆགས་ན་དེ་ཚང་མ་ཆོས་ཀྱི་རྐྱེན་དུ་ཆོས་སྒྲུབ་པའི་ཨེ་ནི་མཐུན་རྐྱེན་དུ་ཆོས་ལན་ངན་ན་ནོ། ཨེ་ནི་གཏེར་མ་ཟད་ང་དང་སྤེལ་ན་རྡོ་རྗེ་མཆོད་པའི་འཇུག་པའི་ག་བྷ་ཡོན་པས་ན་ན་བར་གྱུར་ཅིག་ཤིན་ཏུ་ན་བར་གྱུར་ཅིག་གསུངས་སྟེ་འདུག་ག་ལས་ཧ་ལས་རྡོ་རྗེ་མཆོད་པ་སྐྱོ་རའི་བྷ་ཡོན་པ་ལ་བདེན་པས་བྱས་ན་རྡོ་རྗེ་མཆོད་པ་སྐྱོ་རའི་བྷ་ཡོན་པ་ལ་མ་ན་བར་གྱུར་ཅིག་ཧ་ལས་དེ་ནས་མ་སྡུག་བསྔལ་མ་ཡོང་བར་ཡོང་ཤོག་ཅིག་ཟེར་སྨོན་ལམ་གྱི་རྟ་བསྒོ་ཞིང་ནོག་དང་ན་བར་གྱུར་ཅིག་ཤིན་ཏུ་ན་བར་གྱུར་ཅིག་གསུངས་སྟེ་འདུག་ག་ད་དེའི་གསུང་བཅས་པའི་ག་ན་ཨེ་ནི་ཅི་ནོག་ཟན་པོ་ཅིག་རྡོ་རྗེ་མཆོད་པ་ང་དང་སྐྱོ་ར་དེ། ཨེ་ནི་ང་དང་ཚོགས་བསགས་སྒྲིབ་ཀྱང་མང་པོ་བསགས་བོན་པོ་ཅིག། ཨེ་ནི་སྔར་བསགས་པའི་ལ་སྔགས་སྡིག་སྒྲིབ་མང་པོ་ཞིག། ངས་ཀ་སྨིན་དེས་དེའི་ལ་སྔགས་སྡིག་སྒྲིབ་ཚང་མ་བཟད་པར་གྱུར་ཅིག་གསུངས་སྟེ་ནོ། འོ་ད་དཔེར་ན་ང་དང། ཨེ་ནི་ག་ང་དང་ཆགས་པའི་སྔོན་ནས་ན་དེའང་གསུངས་སྟེ་ཡོང་འདུག་བ་ལས། ཨེ་ནི་ག་ལ་སྔགས་སྡིག་སྒྲིབ་ཙམ་ཞིག་བསགས་ན། ཨེ་ནི་ཚེ་འདི་ག་དཔེར་ན་ང་དང་རྡོ་རྗེ་མཆོད་པ་ཕ་ཡོན་ནོས་སྐྱོར་བྱས་ཚེ་ཕ་ཡོན་པས་མནར་བར་གྱུར་ཅིག་ཤིན་ཏུ་མནར་བར་གྱུར་ཅིག་གསུངས། རྡོ་རྗེ་མཆོད་པ་སྐྱོར་ཏེ་ཨེ་ནི་ང་དང། བཟོ་མོ་མང་ཉུང་རེ་ཡོང་བོན་པོ་ཅིག།

ཨེ་ནི་མྱོང་བྱེད་སྲིད་དེ་སྡིག་པ་ནང་ཨོ་ད་ཨོ་དེ་ཚང་མ་ཁེ་དེ་ན་བདག་བྱེད་བྱོན་རོག་ཨོ་སྟིག་མ་ནི་ཉལ་བ་ཚ་ཉལ་ཡིན་ན་སྐད་མི་གོ་ཤེས་བདག་སྲིད་དེ་ནི་དགའ་མེད་མཚན་དེ་རེག་པས་ཨེ་ནི་དགའ་ཁེ་དེ་ནང་སྡུག་བསྔལ་བོ་ཨེ་ནི་བདག་ས་དེ་ག་སྨིན་སོང་སྟེ་བདག་ས་དེ་ག་མྱོང་སྟངས་སྟེ་ཨེ་ནི་ཨ་སྔར་གྱི་ཉལ་བ་ཚ་ཉལ་ཡིན་ན་ལོ་འབུམ་མང་པོ་སྡུག་བྱེད་སྲིད་ལ་སྤུ་ཟ་བྱེད་རྒྱག་ཨོ་ད་དེ་ན་ཙོག་ལ་སྡུག་བསྔལ་ཉུང་ངུ་འཇིག་ཡིན་ན་ཨོ་དེ་ནས་ནད་སྣ་ཚ་ཉུང་གཅིག་ང་དང་ཡོང་སྟེ་ཨེ་ནི་སྐྱེ་བ་ཕྱི་མ་རྣམས་སུ་ཉལ་བ་ཡི་དྭགས་དུར་ཁྲོད་ན་ང་སྐྱེས་སྟེ་སྡུག་བསྔལ་དཔག་ཏུ་མེད་པ་མྱོང་བྱ་སྲིད་ལ་སྔན་མང་པོ་ཅིག་བདག་ས་ན་བཟའ་བྱེད་པ་སངས་ན་ན་བར་གྱུར་ཅིག་ཤིན་ཏུ་ན་བར་གྱུར་ཅིག་གསུང་བྱ་སྲིད་དོ་བདག་པོ་ཨོ་དེ་ནོ་ཨལ། ཨོ་ད་དེ་ནད་ཚོགས་ལ་ཨེ་ནི་ང་དང་ཡང་སྔར་གྱི་དེ་ནི་ང་དང་བོད་ཀྱི་ཨེ་ནི་བཀའ་གདམས་པའི་དགེ་བའི་བཤེས་གཉེན་བླ་མ་རྣམས་ཀྱི་ས་ལས་རྡོར་དུ་ན་ཨེ་ནི་ང་དང་རྫ་དཔལ་སྤྲུལ་རིན་པོ་ཆེ་གིས་ཨེ་ནི་དེ་གསུངས་སྲིད་དོ་ཨལ། སྐྱིད་ན་མི་དགའ་སྡུག་ན་དགའ། སྐྱིད་ན་ཉོན་མོངས་སྡུག་བསྔལ་འཕེལ། སྡུག་ན་སྔོན་བསགས་ལ་སྔན་བཟའད། སྡུག་བསྔལ་བླ་མེད་ཐུགས་རྗེ་ཡིན་གསུངས་སོ། ཨོ། ད་ཁོ་བོ་དེ་བླ་མ་སྐྱིད་གཟུགས་ང་དང་ཁྱོད་ཕྱོགས་གང་ནས་ངུ་ནས་བསམ་བློ་ཨོ་གཟུགས་ཤིག་བཏང་ཡང་དེ་ལྟར། སྐྱིད་ན་མི་དགའ་སྡུག་ན་དགའ་གསུངས་སོ། ཨོ་སྐྱིད་པོ་བྱུང་ན་དེ་ཙམ་ཞིག་ཐར་པོར་དགའ་མོ་སྤྱོད་བྱ་ཞེས་ཅང་མ་རྟོགས་སྡུག་བསྔལ་བྱུང་ན་འདོད་ཨ་སང་ཐར་པོར་དགའ་མོ་སྤྱོད་དགོས་བསྟན་ནོ་གསུངས་ཟེར་བ། ཅི་བ་ཟེར་ན་དོན་དག་ཅི་འཕེལ་ཨ་ཟེར་ན་སྐྱིད་ན་ཉོན་མོངས་དུག་ལྔ་འཕེལ་ཨོ་སྐྱིད་པོ་སོང་སོང་སང་ན་འདོད་ཆགས་བཞེ་སྡང་གཏི་མུག་ངར་རྒྱལ་ལྡག་ཙམ་མང་ན་མང་མང་མང་མང་ད་རུང་ནང་འཕེལ་ལིང་འཕེལ་ལིང་འཕེལ་ལིང་ཆེར་རྒྱག་ད། འོ་ད་སྡུག་ན་ཅི་ཡོད་ཀྱི་ཟེར་ན་སྡུག་ན་སྔོན་བསགས་ལ་སྔོན་བསགས་གསུངས་སོ། འོ་སྡུག་བསྔལ་བྱུང་ན་སྔོན་བསགས་པའི་ལ་སྔོན་སྡིག་སྒྲིབ་ཚང་བ་ཟད་པའི་རྟགས་ཟེར་ན་དོལ་རྒྱལ་ལ་ཞིག་ཡིན་ནོ། བཀྲ་ཤིས་པོ་ཞིག་ཡིན་ནོ་གསུངས་བྱས་མ་གཏོགས་འོ་སྡུག་ན་སྔོན་བསགས་ལ་སྔོན་བསགས། སྡུག་བསྔལ་ལ་མི་ཐུག་བཞིན་འོ་ང་བདག་གསང་སྔགས་ཨི་གཟུགས་སྡུག་བསྔལ་མང་པོ་མྱོང་བྱས་བདག་གསང་སྔགས་ཨི་གཟུགས་དཀའ་ངལ་བར་དོ་མཐོང་བྱས་པ་ངའི་བླ་མའི་བཀའ་དྲིན་ཡིན་དགེ་བའི་བཤེས་གཉེན་རྣམས་ཀྱི་བཀའ་དྲིན་ཡིན་ཆོས་ཀྱི་བཀའ་དྲིན་ཡིན་ཅི་ཡ་ཟེར་ན། ང་ཁྱོད་མང་ཉུང་འདི་ཅོས་པ་ལ་བརྟེན་ན་བདག་ས་ཡི་ཀ་སྡུག་བསྔལ་མང་ཉུང་འཇིགས་སྨིན་པ་ལ་བརྟེན་ན་ངའི་སྐྱེ་བ་སྔ་མ་ན་བསགས་པའི་ལར་ངན་སྡིག་སྒྲིབ་གཙང་མ་བཟའ་སྟེ་སོང་སྟེ་ནོ་སོང་སྟེ་རོ་སོང་སྟེ་ཨོ་གཟུགས་ཐུགས་བསམ་སལ་འདུ་བ་ལས། ད་བདེན་པས་ཨི་ན་ཨི་ནོ་བ་ད་ང་ད་བསམ་བློ་བཏང་ཤེས་ན་ཨོ་ད་དེ་ཚང་མ་བདེན་པས་རང་ད་ག་ག་ག་གི་དེ་ན་མངོན་སུམ་ཁོ་རང་གི་ང་ད་ང་ད་དེ་ག་ན་མཐོང་སྟེ་ཡོད་དེ་ནོ་བ་ལས་ཨོ་སོང་པ་ས་ན་ད་ང་ད་བདེན་པས་ཨེ་ནི་ཀ་དམ་པའི་བླ་མ་དགེ་བའི་བཤེས་གཉེན་རྣམས་ཀྱིས་ཨོ་ཁྱོད་ཉམས་ལེན་མཛའ་ལུགས་མཛའ་དང་པོ་ཨོ་གཟུགས་ཤིག་ཡིན་ཀྱང། རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཆོས་ཉམས་ལེན་མཛད་ལུགས་མཛད་དང་པོ་ཨོ་གཟུགས་ཞིག་ཡིན་ཀྱང། ཨོ་གསུངས་པ་ས་ན་དེ་སྣ་ཚོགས་ལ། ཨེ་ནི་ང་དང་ཡང་འགའ་འགའ་ཁྱེད་དེ་ན། ཨེ་ནི་བཀའ་གདམས་པའི་ལམ་དངོས་ནི་དེའོ་གསུངས་ཟེར་དུ་བ་ལས། རྐྱེན་ངན་དགེ་བའི་བཤེས་གཉེན་ཡིན། བར་ཆད་དགེ་སྦྱོར་སྐུལ་མ་ཡིན། སྡུག་བསྔལ་གཟིགས་པའི་ཕྱགས་མ་ཡིན། སེམས་མི་དགའ། སེམས་མི་དགའ་བསྒྱུར་དུ་མ་ལྟ་ཨང་གསུངས་སོ། རྐྱེན་ངན་དགེ་བའི་བཤེས་གཉེན་ནི་རྐྱེན་ངན་པ་དང་བར་ཆད་རྩ་བའི་འབྱུང་བ་འབའ་ཞིག་རང་ཨ་སི་ཡང་བསམ་བློ་བཏང་བྱ་ཞིག་དང་ཨོ་སྟིང་མ་ན་དེ་ཨོ་གཟུགས་ན་ལ་སི་ན་མི་བྱ་བྱ་སྲིད་པའི་ལམ་སྟོན་བཅོ་གང་ཅིག་ཡིན་ནོ་གསུངས་སོ་དགེ་བའི་བཤེས་གཉེན་ནི་ང་དང་ཅི་བྱ་ནོ་ང་དང་དུས་དགེ་བའི་ཕྱོགས་ཟིན་ནོ་དུས་མི་དགེ་བའི་ཕྱོགས་ཟིན་ནོ་དུས་ནའང་འཇུག་ན་ཁྱེད་རང་ཨ་སི་དུ་མངལ་ཡོང་བ་ནོ་འདི་ནའང་འཇུག་ན་ཁྱེད་རང་འདི་ནའང་འཇུག་ན་ཁྱེད་རང་བདེ་བ་ཡོང་བ་ནོ་ཟེར་ཏེ་ང་དང་རྒན་མི་དགེ་བླང་དོར་གྱི་རྣམ་གཞག་ཚུལ་བཞིན་དུ་ང་དང་དགེ་བའི་བཤེས་གཉེན་གྱི་ལྟ་འདོད་ལ་ཨོ་ལྟ་དེ་འདྲ་སྩོགས་ལ་རྐྱེན་ངན་པ་འབྱུང་སོང་ན་ཨོ་ལྟ་ང་དང་སྡུག་བསྔལ་བོ་སྡུག་བསྔལ་ཡིན་པ་རབ་སྤྲོད་བཅོལ་བ་ལས་ཨོ་བདེ་བ་བོ་བདེ་བ་ཡིན་པ་ང་དང་རབ་སྤྲོད་བཏང་འདོད་བ་ལས། ཨོ་ལྟ་དེ་ག་ན་ང་དང་ཅི་བྱེད་བལྟ་ཟེར་ན་རང་གིས་ཡོངས་ཅེར་བྱས་ནས་དེ་རིང་ལགས་སྔོན་དགེ་བའི་ཕྱོགས་ལ་བཀོལ་དགོས་འདུག་བ་མི་དགེ་བའི་ཕྱོགས་ལ་བཀོལ་དགོས་འདུག་དེ་ག་ན་ང་དང་རབ་སྤྲོད་ཡོང་སྲིད་དེ་ག་ན་ང་དང་དེ་ནས་དགའ་ལམ་སྟོན་གྱི་ཡོང་བ་བལྟ་ཟེར་ན་རྐྱེན་ངན་དགེ་བའི་བཤེས་གཉེན་ཡིན་གསུང་བྱས་པོ་ཨོ་དེ་ནོག་ལྟ། བར་ཆད་དགེ་སྦྱོར་སྐུལ་མ་ཡིན། འོ་རང་ཨ་སྐལ་ངར་བར་ཆད་རྩ་བའི་འབྱུང་བ་པོ་ཆེ། ང་དང་དགེ་བའི་ཕྱོགས་ལ་འཇུག་བྱ་སྲིད་སྐུལ་མ་ཡིན། ཟེར་དང་བར་བར་ལ་ང་དང་གཟུགས་མངལ་རྩ་བའི་མཐོང་བ་པོ་ཆེ། ཡིན་ནི་ང་དང་བསམ་བློའི་བཟོ་ལྟས་ང་དང་ཁྱོད་ལ་འཁོར་འདུག་ཨ་ལས། འོ་མི་མང་པོ་ཞིག་དཔེར་ན་ང་དང་མི་རིགས་གཅིག་ཡིན་རོགས་པ། ང་རྒྱལ་ཅན་ཨ་ལས་འོ་ང་སློབ་སྦྱོང་དྲག་པོ་ཡོད། འོ་ང་དེ་ནས་ཐོབ་གོ་ས་ཆེན་མོ་ཡོད་བསམ་སྟེ་སུ་གཅིག་དགོ་མ་དགོ་སུ་གཅིག་རེད་མ་རེད་ང་རང་རང་ཡིན་བསམ་སྟེ་སྤྱི་ཚོགས་སུ་ན་བིངས་ཏེ་ཀུ་ཅོ་བཏང་སྟེ་མི་འདྲ་མི་འདྲ་སྐྱོན་པོ་ཆེ། ཨེ་ནི་ཉི་མ་གཅིག་ཁོ་ཨ་སྐད་ངན་གྱིས་སྦྱོང་བར་པོ་ཅི་ཨེ་ནི་བཟོ་དེས་ད་ཨ་སིལ་ཆོས་ཤིག་མ་བྱུང་ན་ད་ཡོད་ཅེས་ཅང་མི་འགྲུག་ཧ་ལ་བསམ་དཀར་པོ་ཨོ་གཟུགས་ཡིས་གསུངས་པ་ཟ་ན་སྐད་བར་ཆད་དགེ་སྦྱོར་སྐུལ་མ་ཡིན་གསུངས་ཆ་སྤུ་ལྡེམ་པའི་རང་ཨེ་རོགས་ད་ང་དང་བར་ཆད་ཅིག་འབྱུང་སོང་ན་སྐད་ངན་གྱིས་འབྱུང་སོང་ན་ཨེ་ནི་ང་དང་བསམ་བློ་ཆོས་དང་འཇུག་ཆ་སི་སྐུལ་མ་འམ་ཨོ་གཟུགས་ཆ་སྤུ་བཟོ་དེས་ཡོང་དུ་བ་དེ་ང་དང་མཐོང་འཇིག་ཡིན་རོགས་ད་སྤྱི་ཚོགས་ཚང་མས་ན་ང་དང་མཐོང་འཇིག་དང་ཡིན་རོགས་དཔེར་ན་ང་དང།

ཨོ་ལྷུང་སྤོ་ཡོང་སྟེ་རྐྱེན་ངན་སྤར་བྱ་དེ་ཡོང་ནོ། མེའི་རྐྱེན་ངན་སྤར་བྱ་དེ་ཡོང་ནོ། ཆུའི་རྐྱེན་ངན་སྤར་བྱ་དེ་ཡོང་ནོ། ཨོ་ད་མི་འདྲ་མི་འདྲ་དེ་ན་ཚོ་ལ་ང་དང་མི་དང་མི་མ་ཡིན་པའི་རྐྱེན་ངན་སྤར་བྱ་ཅི་དོང་མང་པོ་ཡོང་ནོ། ཨོ་ད་དེ་ན་ཚོ་ལ་རང་གི་གཉེན་གྲོང་པོ་མཛའ་བོ་ངོ་ཤེས་ལ་ཨེ་གཟུགས་ཀྱི་ཚད་ཅི་དོང་ཨ་སྤར་བྱ་འཇོག་སྟེ་རྐྱེན་ངན་སྤར་བྱ། ཨོ་དེ་ཚང་མ་ཁྱེད་དེ་ན་ང་དང་ཆོས་ལ་སྐུལ་མ་བྱོས་བྱ་སེ་ལམ་འཇིག་འཇགས་དང།

གསུངས་པ་བསམ་ན་སེམས་མི་དགའ་བ། སེམས་མི་དགའ་རྒྱུར་དུ་མ་ལྟ་ཞིག་ཨོ་སྡུག་བསྔལ་རྐྱེན་ངན་པར་བཅས་ཅི་ཞིག་ཡོད་ན་སེམས་ལ་སྐྱིད་སྟོབས་མེད་ཀན་མ་བཅོས་འོ་མོ་སྟེ་ནོ། སེམས་ལ་སྡུག་བསྔལ་མ་གནས་འཛིན་སྟེ་ནོ་འཚེར་ཁ་ཁོང་ཁྲོ་མ་བཅོས་འོ་མོ་སྟེ་ནོ་དེ་ཚང་མ་བརླམ་དུ་ཉན་ན་བརླམ་དུ་ཁྱེར་མོ་སྟེ་ནོ། དེས་ན་ཚོགས་ལ་ང་ད་བར་སྤྱོད་འཇུག་གི་ནང་གསུངས་ཚུལ་དག་ལས། ཧ་ལས་གར་སྟེགས་བཅོས་སུ་ཡོད་ན་ནི་དེ་ལ་མི་དགའ་ཅི་ཞིག་ཡོད། གར་སྟེགས་བཅོས་སུ་མེད་ན་ནི་དེ་ལ་མི་དགའ་ཅི་ཅི་སྤ་འཛིར་ཏེ་ཨོ་ང་དང་མིའི་མི་ཚེ་ན་ང་དང་སྐྱེས་ས་ཁོ་རང་ཁོ་རོའི་ནང་སྐྱེས་ཏེ་ཡོད་པ་ས་ན་སྡུག་བསྔལ་ཞིག་ཡོང་ཆ་ཞིག་མ་གཏོགས་ཡོད་མེད་ཀྱང་ཧ་ལས་ང་དང་དགའ་ཁྱེད་དེ་ན་ང་བསྡུས་པས་ན་ང་དང་དགའ་ཁྱེད་ཚར་པ་ཡོད་ཚེ་ཡུལ་གཅིག་ཡིན་ན་སོང་དང་པོ་ཅིག་ལྟ་དེ་ན་ཚར་པ་རང་ཟེར་ཏེ་ཀུ་ཅོ་དང་བཅས་ཡོད་མེད་ཀྱང་ཧ་ལས་ཡང་མིན་ན་དགོང་མ་ན་ཚར་པ་ཡོད་ཚེ་ཡུལ་མིན་ན་ཆ་མ་གོ་ཟེར། ཚགས་པར་ཡོད་ཚད་མི་ཡུལ་མི་ནང་མིག་ནང་སོང་སྟེ་ད་དེ་ན་ཚགས་པར་རག་ད་ང་སྡུག་བསྔལ་མི་རག་ཟེར་ཀུ་ཅོ་དང་ཟེར་ཕན་ཆད་ཁོ་རང་ཡོད་མེད་ཀྱང་དེ་འདྲ་ཚོ་ལ་ང་དང་ཁོ་རོའི་ནང་སྐྱེས་ཟེར་ན་ཁོ་རོའི་ནང་སྐྱེས་ཟིན་ད་མིང་ཁོ་རང་འཁོར་བ་ཟེར་ཏེ་མིང་བཏགས་སྲིད་འདུག་ག་ལེ། ཨོ་ཐོར་ཤི་ཚེ་ན་ནར་མེ་ཚུགས་པའི་སྡུག་བསྔལ་བོ་ཚང་མ་རེ་ཞེ་བན་ཞེ་བན་གྱིས་མྱོང་འཇིག་བྱེད་ད་ས་ན་སྡོད་ལ་ཅི་ཙམ་ཨོ་ལཱས་ངན་པ་དང་ཉོན་མོངས་པའི་དབང་གིས་ཨེ་ནི་ཡང་ནས་ཡང་དུ་སྐྱེ་བ་ལེན་ཡང་ནས་ཡང་དུ་སྡུག་བསྔལ་མྱོང་བ་འཇིགས་བྱེད་པ་ས་ན་ཨོ་ན་ང་དང་ཨོ་དེ་ན་འཁོར་ཡིན་འདུག་ཟེར་པ་ས་ན་ང་དང་བདག་ས་སྡུག་ས་ཁོ་རང་པོ་འཁོར་ཡིན་ཨ་ཡོད་དེ་རང་ཨོ་ད་མ་ནས་ཨི་གཟུགས་ཨི་ཚང་མ་མི་དགོས་བསམ་ན་ཨེ་ནི་ང་དང་གཟི་དུར་རྒྱུད་ནས་བཞུད་ཨ་མ་ད་ཨེ་ནི་འཁོར་བ་ལ་མཐར་བྱས་སའི་བསམ་བློ་གཏོང་ཟེར་ཏེ་ཨོ་ད་དགེ་བའི་ཆོས་བསྒྲུབ་ཟེར་དང་ཐར་པ་སྟོན་ཉེར་གྱི་བསམ་བློ་འཁོར་ཏེ་ཨེ་ནི་ཐར་པའི་གོ་འཕང་སྟོན་དུ་ཉེར་ཟེར་ཏེ་རང་ད།

ཨོ་རྒྱུ་བཙུན་བླ་མའི་བཀའ་དྲིན་ལ་དགེ་བའི་བཤེས་གཉེན་བཀའ་དྲིན་ལ་ཕྱོགས་བཅུའི་རྒྱལ་བ་ཤྲཱི་དང་བཅས་པའི་བཀའ་དྲིན་ལ་ཧ་ལས་དེ་ནས་དགའ། འགྲོ་བ་སེམས་ཅན་ནི་སྡིག་པ་དང་སྡུག་བསྔལ་ཚང་མ་ངའི་སྟེང་དུ་སྨིན་ཏེ་ངའི་བདེ་བ་དང་སྡིག་སྐྱིད་པོ་དགེ་བ་འོན་ཁྱེད་དང་འགྲོ་བ་སེམས་ཅན་ལ་བཏང་བ་འོ་ཟུག་འོ་ཟུག་སྨིན་པར་ཤོག་ངའི་དགེ་བ་སགས་ཀ་ནི་ན་སྨིན་གྱི་སྒྲ་སྦུད་ཁྱེད་དང་གཞན་གྱི་བདེ་སྐྱིད་མྱོང་བར་ཤོག། ང་སགས་ཀ་ནི་དགེ་བ་ཁྱེད་དང་འགྲོ་བ་སེམས་ཅན་ཐམས་ཅད་ལ་ཨེ་ནས་ཀ་འཇིག་རྟེན་གྱི་ཁམས་སུ་ན་ཡ་མཱག་ཁྲོ་མུ་གེ་ལ་སོགས་པ་ཞི་བར་ཤོག་ན་ན་ཚ་ལ་སོགས་པ་མ་ཡོང་བར་ཤོག་གསུམ་སྟེ། ཨོ་གསུངས་པ་ས་ན་ད་རྣམས་སང་དུས་དང་རྣམ་པ་ཀུན་ཏུ་ཨོ་ད་ང་དང་ཨིནཨོ་གཞན་སེམས་ཅན་ཨིནི་རང་གི་དོན་ལ་ཡོད་ཀ་ནི་ཨིནི་ཡམ་དོན་ལ་ཡོད་ཀ་ནི་སེམས་ཅན་སུ་དང་སུ་ཞིག་ཡིན་ན་ར་མ་བ་ལང་ཏུ་འགྲོ་མི་ཡིན་ན་ག་གཟུགས་ཤིག་ཡིན་ན་ཁོ་ང་སྡུག་བསྔལ་མ་དང་གོ་ཤེས་པོ་ད་ཨོ་ད་ང་དང་ཁག་ཅན་ཕྱིར་བ་ད་བདག་ས་དེ་ག་ན་བསམ་བློ་བདོ་བ་སང་རྒྱ་ཆེ་རུ་དང་ས་གཞན་གི་སྡུག་བསྔལ་ཨི་ངོ་ནན་ཉན་དུ་བ་ད་ང་དང་མང་པོ་ཞིག་གི་མ་ཤི་ས་གཞན་གི་སྡུག་བསྔལ་ཨི་ངོ་ཨང་བ་ནན་ཅེས་པོ་ཨ་ཟེ་ར་བོར་ཏེ་ང་དང་ཨེ་རང་བཞག་སྟེ་གཞན་ལ་སྡུག་བསྔལ་བཏང་དུ་བ་ལས། ཨོ། ད་ངེད་ཞང་གྲོང་པ་ཞིག་ཡིན་ན་ཡང་ན་ཨ་ཕ་ལས་ཨ་མ་ལས་བདེན་ན་ཚོ་ལ་ང་དང་ན་མ་བུ་ཚ་སུ་དང་སུ་ཞིག་ཡིན་ན་ཡང་ཨོ། ད་རང་ཡིན་དགོས་མེད་ཀ་རང་ཡང་ན་ང་ཡོད་ཀ་ནས་མི་ངུ་ལ་སྡུག་བསྔལ་མ་བཏང་དགོས་ཟེར་རོགས་ད་ང་དང་ཆོས་པ་ཞིག་ཡིན་ན། ཁོ་འང་སེམས་ལ་འཚེར་ཁ་ཁོང་ཁྲོ་མ་བསྟན་དགོས་ཟེར་རོགས་ཁོ་འང་དེ་ནས་རྡུང་རྒྱབ་ཅི་གཏོང་མ་བཏང་དགོས་ཟེར་རོགས། ཨོ། ད་དེའུ་བཏང་ན་དེ་ནས་ང་དང་གལ། ད་ཨང་ཨོ་ཨང་གཞན་ནས་སྡུག་བསྔལ་ཨིང་ཨོ། མིན་ཅེ་སྤོ་དང་ལེན་ཅེ་སྤོ་ད་ཨ་ཟེ་ག་པོ་སྟེ་རང་ཨེ་བྱས་ཏེ་གཞན་ལ་སྡུག་བསྔལ་བཏང་ན་ད་པད་གོ་ལོག་སོང་བ་རེད་ད་དེ་ནས། ཨོ་སོང་པ་སང་ན་ཨོ་ད་དེ་ཚང་མ་ང་དང་ཤེས་ཏེ་ཨོ་ད་ཞུམ་པ་མེད་པ་ཨོ་ད་རྒྱལ་སྲས་བྱང་ཆུབ་སེམས་པའི་ཉམས་ལེན་ཀུན་ཨོ་བརྩམ་ཉན་ན་བརྩམ་ཉན་ན་ཨང་དང་རྫ་ཅེ་སི་ད་ཨོ། དེ་ཚང་མ་ལ་བརྩོན་དགོས་སྟེ་ནོ་ཨོ། སོང་པ་སང་ན་དེ་རིང་འདི་ག་ཚངས་པོ་རིན་ཚང་མ་ལ་ཐུགས་རྗེ་ཆེ།